པར་འདོད། ཡང་སྔགས་ཀྱི་ལུགས་ཀྱི་དེ་ནི་སངས་རྒྱས་ཆོས་དང་དགེ་འདུན་གསུམ་དེ་ནི་ནི། བླ་མ་དང་ཡི་དམ་མཁའ་འགྲོ་གསུམ་རེད་བདེ་བ་རེད། དེ་ཡང་ངོ་བོ་གཅིག་རེད་བདེ་བ་རེད་རྣམ་པ་སོ་སོ་ཡིན་ན་དེ་ཡིན་དུས། སངས་རྒྱས་ལ་སྐྱབས་དང་ཆོས་ལ་ལམ་དགེ་འདུན་ལ་གྲོགས་ཟེར་ཡ་འདྲ་པོ་ཐེག་པ་ཐུན་མོང་གི་ལུགས་སྲོལ་དང་ཐེག་པ་ཆེན་པོ་གི་ལུགས་སྲོལ་སྤྱིར་གྱི་ལུགས་སྲོལ་བྱས་ནས་དེ་འདྲའི་བཤད་ཡ་བཤད་ནས་དེ་ལ་འགལ་བ་དེ་གང་ཡང་ཡོད་བ་མ་རེད་དེ་བཤད་ལུགས་ཁག་ཁག་རེད་གང་ཡིན་ཟེར་ན། བླ་ན་མེད་པའི་གི་ལུགས་ལ། སངས་རྒྱས་དང་ཆོས་དང་དགེ་འདུན་བསྲེ་བྱས་ནས་སོ་སོ་དབྱེ་བ་ཕྱེ་བ་ཙམ་ལས་ཡོད་བ་མ་རེད་ང་བླ་ན་མེད་པའི་གི་ལུགས་དང་ཁྱད་པར་དུ་རྫོགས་ཆེན་གི་ལུགས་ལ། གང་ཡིན་ཟེར་ན། ངོ་བོ་ཡེ་དག་གི་སངས་རྒྱས་རང་བཞིན་རྣམ་དག་གི་སངས་རྒྱས་དག་པ་གཉིས་ལྡན་གྱི་སངས་རྒྱས་ཟེར་གི་ཡོད་བ་རེད། དེ་ཡིན་དུས་གང་ཟག། སངས་རྒྱས་དེ་ཡེ་ནས་དེ་ནི་དག་བདེ་བ་རེད་ཡེ་ནས་སངས་རྒྱས་དེ་གསར་དུ་གཅིག། དགའ་བ་བཅས་སྒྲིབ་པ་སྦྱངས་དེ་ནས་སངས་རྒྱས་སུ་འང་མ་ཡིན་པ་ཡེ་ནས་སངས་རྒྱས་ཡིན་དུ་རེ་གང་ཚང་བསྟན་ནས། ངོ་བོ་ཡེ་དག་གི་སངས་རྒྱས་སུ་བྱས་དེའི་ཁར་དེ་ལ་བརྟེན་ནས། གློ་བུར་གྱི་དྲི་མ་སྒྲིབ་པ་དེ་ཚོ་ཚང་མ་ལོག་པའི་རྣམ་པ་སྤྲིན་ལྟ་བུ་དེ་ཚོ་ཚང་མ་ལོག་ཡ་མེད་པ། དེ་ནས། ནམ་མཁའ་དྭངས་པ་ལ་ཉི་མ་ཤར་བ་བཞིན་དུ་ཡེ་ཤེས་ཡོན་ཏན་ཐམས་ཅད་རྒྱས་བསྡད་པ་ཡིན་པས་ན། དེ་ནས་གློ་བུར་འབྲས་དག་གི་སངས་རྒྱས་སུ་ན་ཡང་འདྲ་རང་བཞིན་རྣམ་དག་གི་སངས་རྒྱས་སུ་ན་ཡང་འདྲ་དེ་འདྲ་རེད་བདེ་བ་རེད། བློ་དོན་སྙིང་པོ།

ངག་གི་ལུགས་ལ། ལྷག་པར་དུ་རྫོགས་ཆེན་གྱི་ལུགས་ལ། འབྲས་བུ་རང་རེད་དེ་བས་འབྲས་བུ་ཟིན་མིན་བལྟ་ཡ་ཡོད་མ་རེད་དེ་ནས་བར་འགྱུར་ཡ་ཡོད་མ་རེད། རྒྱུ་དང་འབྲས་བུ་གཉིས་ཆར་ལ་དབྱེ་བ་སོ་སོ་ཕྱེ་ཡ་ཡོད་མ་རེད། གང་ཡིན་ཟེར་ན། འོང་བ་ཡེ་དག་དང་རང་བཞིན་རྣམ་དག། བསམ་གྱིས་མི་ཁྱབ་པ་ཡེ་ནས་དག་པ་གི་སངས་རྒྱས་རེད་དེ་བས། སངས་རྒྱས་ཡེ་ནས་དག་པ་གི་སངས་རྒྱས་ཡིན་ཚ་དུས་སངས་རྒྱས་དེ་གི་སྣང་བ་དེ་ཡང་གཉིས་སུ་མེད་པའི་གི་ཡེ་ཤེས་ཡེ་ནས་དག་པ་རེད་དེ་ཡོད་རེད་དེ་ཡིན་དུས་གཉིས་སུ་མེད་པའི་གི་ཡེ་ཤེས་ཡེ་ནས་དག་པ་དེ་ཆོས་རེད་དེ་ཡོད་རེད་ཆོས་སིང་དེ་དེ་རེད་དེ་ཡོད་རེད་དེ་ཡོད་དུས་གང་ཚང་ཆོས་ཡ་དེ་རེད་དུ་གི་འདུན་སིང་གི་དེ་དེ་རང་རེད་དེ་ཡོད་རེད་གི་འདུན་སི་བྱེད་ན་དེ་འདྲ་ཐེག་པ་ཐུན་མོང་གི་ལུགས་སྲོལ་ལྟ་བུ་བྱེད་ན་ལམ་ཉམས་སུ་བླངས་གྲུབ་དེ་ནི་དགའ་བ་བསྐྱེད་ཚོགས་བསགས་དེ་ནི་སངས་རྒྱས་དེ་འདྲའི་སྔགས་གི་ལུགས་ལ་སྔགས་བླ་ན་མེད་པའི་གི་ལུགས་དང་ཁྱད་པར་རྫོགས་ཆེན་ལུགས་ལ་དེ་འདྲའི་མ་ཡིན་པ་དེ་ནི། སངས་རྒྱས་ཏེ་དེ་ནི་དག་པ་གཉིས་ལྡན་གྱི་སངས་རྒྱས། ངོ་བོ་ཡེ་དག་དང་གློ་བུར་བྲལ་དག་སེར་སྣ་འདྲ་ངོ་བོ་ཡེ་དག་དང་རང་བཞིན་རྣམ་དག་གི་སངས་རྒྱས་ཡིན་ཚར་ན། དེ་ནི་སངས་རྒྱས་དེ་གི་སྣང་བ་གི་ཆོས་དེ་དག་ཐམས་ཅད་སླ་བའི་གཉིས་སུ་མེད་པའི་གི་ཡེ་ཤེས་རེད་དེ་བ་རེད་སངས་རྒྱས་ཁོ་རང་ལས་ལོགས་སུ་གྱུར་པ་གི་རྩ་ནི་ཡོད་བ་མ་རེད་ཆོས་ཅན་སོ་སོ་དག་པའི་གི་སྣང་བ་དེ་གཉིས་སུ་མེད་པ་རེད་དེ་བ་རེད་གཉིས་སུ་མེད་པའི་གི་སྣང་བ་དེ་དེ་ནི། གཉིས་སུ་མེད་པ་སེམས་དང་སངས་རྒྱས་ཁོ་རང་དང་གཉིས་སུ་མེད་པའི་གྱི་སྣང་བ་རེད་སྣང་བ་དག་པའི་གྱི་སྣང་བ། དེ་ཡིན་ཚེ་དེ་ཀ་ཚ་ཆོས་དེ་གཉིས་སུ་མེད་པ་རེད་དེ་དེ་ཆོས་ལ་ལམ་ཟེར་ཡོག་མ་རེད། ཆོས་ཁོ་རང་ཡང་སངས་རྒྱས་དང་གཉིས་སུ་ཕྱེ་ཡོག་མ་རེད། དེ་དགེ་འདུན་དེ་ཡང་དཔེ་དེ་བཞིན་དུ། དག་པའི་གྱི་སྣང་བ་འབའ་ཞིག་མ་གཏོགས་མ་དག་པའི་གྱི་སྣང་བ་ལམ་སྦྱང། དེ་ནས་ལམ་ལ་བརྟེན། དེ་ནས་སྒྲིབ་པ་སྦྱང་ཚོགས་བསགས། དེ་འདྲའི་བྱེད་ཡག་གི་སྐད་ཆ་མེད་དེ་དུས་ཀ་ཚང་དེ་འདྲའི་བྱེད་ཡག་སྐད་ཆ་མེད་ཡག་དེ་ཅི་རེད་ཟེར་ན། དེ་ནི་ངོ་བོ་ཡེ་དག་དང་རང་བཞིན་རྣམ་དག་གི་སངས་རྒྱས་རེད་སངས་རྒྱས་དེ་གི་སྣང་བ་དེ་ཡེ་ནས་གཉིས་སུ་མེད་པའི་གི་ཡེ་ཤེས་དེ་ཆོས་རེད་དེ་ཡེ་རེད་དེ་ཆོས་དེ་ཡང། དུས་རྟག་ཏུ་མ་དག་པ་རྩ་ནས་མེད་པ་དག་པའི་གི་སྣང་བ་འབའ་ཞིག་ཡིན་དེ་དུས་གང་ཙམ། དེ་ཡང་གཉིས་སུ་མེད་པའི་གི་ཡེ་ཤེས་རེད་དེ་གཉིས་སུ་མེད་པའི་གི་ཡེ་ཤེས་དེ་སངས་རྒྱས་ཁོ་རང་དང་མཉམ་དུ་རང་ཡོད་རེད་སངས་རྒྱས་ཁོ་རང་གི་ཆོས་དང་མཉམ་དུ་གཉིས་སུ་མེད་པ་རང་ཡོད་དེ་དུས་དགེ་འདུན་དེ་ཡང་གཉིས་སུ་མེད་པ་རེད་དེ་ཡོད་རེད་དེ་ཡིན་དུས་གང་ཙམ། དགེ་འདུན་དེ་འགྲོ་བ་སུ་ཞིག་ནས་ཡང་དེ་ཁོ་ཐུན་མོང་གི་དུག་ཤོར་ལྟ་བུ་བྱས་ནས་དགེ་འདུན་ལ་གྲོགས་སུ་བསྟེན་ན་ཟས་ཡོད་བ་མ་རེད་དེ། གང་ལྟར་ཡང་དག་སྔོན་འགྲོ་བཏང་གི་ཡིན་ན་འདྲ་དེ་ཁོ་ཐུན་མོང་གི་ལུགས་སུ་དེ་ནི་སྐྱབས་སུ་འགྲོ་གི་ཡིན་ན་ནི་དེ་ནི། དཔེ་ཆ་རང་རང་སོ་སོ་གི་སྐབས་གང་དང་འཚམས་པ་རང་སྔོན་འགྲོ་བཏང་གི་ཡོད་ན་འདྲ་དེ་ནི་དཔེ་ཆ་གཅིག་ཡིན་ན་ཆོ་ག་གང་འདོད་ཀྱི་འདྲ་ཆོ་ག་དེ་གི་དེ་ནི་དོན་དེ་ཚིག་དེ་གང་གི་མདོ་ལྟར་དུ་སྟོན་གི་ཡིན་ན་སྔགས་ལྟར་དུ་སྟོན་གི་ཡིན་ན་སྔགས་ཐུན་མོང་ལྟར་དུ་སྟོན་གི་ཡིན་ན་དེ་གི་ཚིག་དག་བསྟུན་ནས་དེ་ནི། དོན་བསམ་ཞིག་ན་འགྲིག་གི་རེད། ད་གང་ལྟར་ཡང་ཐེག་པ་ཐུན་མོང་དང་ཐེག་པ་ཆེན་པོ་གཅིག་གི་ལུགས་ལ། དེ་ནི། སངས་རྒྱས་ལ་སྐྱབས། ཆོས་ལ་ལམ། དགེ་འདུན་ལ་གྲོགས་ཞེས་བསྟན་དགོས་ཀྱི་རེད་སྐྱབས་སུ། ད་དུས་ཀྱི་དུས་ནམ་བར་དུ་བསྟན་དགོས་ཀྱི་རེད་ཟེར་ན། དུས་དེ་ཚེ་ད་རེས་འདི་ལ་མ་ཤི་བར་དུ་དང་ཡང་ན་ན་བ་ཚ་བ་སྡུག་བསྔལ་བྱུང་དུས་གང་སར་བསྟན་པ་ལ་སོགས་པ་དེ་མེད་དུས་མ་བསྟན་པ་ལ་སོགས་པ། ཡང་ན་མེད་ན་ཞག་བདུན་ཕྲག་རེ་རེ་གཉིས་བསྟན་པ་ཟླ་བ་རེ་རེ་གཉིས་བསྟན་པ། ལོ་རེ་རེ་ཉིན་བསྟན་པ་དེ་ནས་རྗེས་འབྲེལ་བ་ལ་སོགས་པ། ཡང་ན་མ་ཤི་བར་དུ་བསྟན་པ་ལ་སོགས་པ། འདི་དག་ཐམས་ཅད་ནོར་འཁྲུལ་རེད། འདི་དག་ཐམས་ཅད་ལོ། སྐྱབས་སུ་འགྲོ་བའི་ཡང་དག་པའི་སྨྲ་ཤེས་རེད། ད། སྐྱབས་སུ་ག་འདྲ་འགྲོ་རེད་ཟེར་ན་དུས་དེ་སངས་རྒྱས་ཀྱི་གོ་འཕང་མ་ཐོབ་བར་དུ་སྐྱབས་སུ་འགྲོ་དགོས་ཀྱི་རེད། སངས་རྒྱས་ཀྱི་གོ་འཕང་འཁོར་བ་ཚང་མ་ལ་སྤངས་རང། དེ་ནི་སངས་རྒྱས་ཁུངས་གང་ལྟ་བུ་ཞིག་འདུག་གས་སངས་རྒྱས་ཁུངས་ཀྱི་ཐུགས་རྗེ་ཀྱི་ཡེ་ཤེས་དེ་ཉི་མ་ལྟ་བུ་གང་ལྟ་བུ་འདུག་གས་དེ་ལྟ་བའི་གོ་ས་དེ། རང་མ་ཐོབ་པ་ཚོ་དེ་ནི། རང་ལ་མ་ཐོབ་གི་བ་ཚོ་དེ་ནི་སྐྱབས་སུ་འགྲོ་དགོས་གི་རེད་དུས་ནམ་ཡང་སངས་རྒྱས་སྤང་གི་མིན་ཆོས་སྤང་གི་མིན་དགེ་འདུན་སྤང་གི་མིན་ཟེར་བཞིན་དེ་ནི་སྐྱབས་སུ་དེ་འགྲོ་དགོས་གི་ཡོད་རེད། དུས་དེ་ཇི་སྲིད་བྱང་ཆུབ་སྙིང་པོ་གི་བར་དུ་འགྲོ་བ་སྲིད་བྱང་ཆུབ་སྙིང་པོ་ཟིན་ཏེ་སངས་རྒྱས་ཀྱི་གོ་འཕང་མ་ཐོབ་བ་ཚོ་འང་དེ་ནི་སངས་རྒྱས་ལ་སྐྱབས་ཆོས་ལ་ལམ་དགེ་འདུན་ལ་གྲོགས་སུ་བསྟེན་ནས་འང་སྐྱབས་སུ་འགྲོ་གི་ཡིན་ཆོས་པ་ཕུལ་གི་ཡིན། སྒྲིབ་པ་སྦྱང་གི་ཡིན་ཚོགས་བསགས་གི་ཡིན། དུས་ནམ་ཡང་སྤང་གི་མེད། དུས་ནམ་ཟེར་ན་དུས་དེ་ག་དུས་ཀྱི་དུས་རེད་ཟེར་ན་སངས་རྒྱས་ཀྱི་གོ་འཕང་མ་ཐོབ་བར་དུ་དེ་རེད་ད། ད་སངས་རྒྱས་ཀྱི་གོ་འཕང་དེ་དུས་ནམ་ཐོབ་གི་རེད་ཟེར་ན་ནི། ཡང་འདི་ཐག་རིང་པོ་བཅད་བསམ་དགོས་གི་མ་རེད་ད་སངས་རྒྱས་ཀྱི་གོ་འཕང་དེ་དུས་ནམ་ཐོབ་ཡང་ཏན་ཏན་མི་འདུག། བྲིས་པ་ཆད་སོང་དུས་གང་ཙམ་ད་ཐོབ་གི་མེད་མ་རེད་ས་སྐྱིད་ལུང་སེམས་ཤུགས་ཆགས་དེ་འདྲས་བྱེད་དགོས་གི་མ་རེད། རང་ལ་དད་པ་ཐུན་མོང་མ་ཡིན་པ་ཡོད་སྙིང་རུས་ཇི་ཡོད་ཉམས་སུ་བླང་སྟངས་ཅིག་ཤེས་གསུངས་ན་ནི། སངས་རྒྱས་ཀྱི་གོ་འཕང་ཚེ་ད་རེས་ལ་ཡང་ཐོབ་ཟེར་གི་རེད། ང་ཡང་འདྲ་པོ་དེ་འདྲ་གི་ལམ་ལ་བལྟས་ན། དེ་ཚེ་ཕྱི་མ་ལ་ཐུག་གི་རེད་ཚེ་ཕྱི་མ་ཕྱི་མ་ལ་ཐུག་གི་རེད་མི་ཚེ་ཁ་ཤས་ཤིག་འགོར་གི་རེད། དེ་ནི་རང་སོ་སོ་གི་བླ་མ་རང་སོ་སོ་གི་ཆོས་ལ་ཁྲིད་མཁན་ཆོས་ཁྲིད་མཁན་གི་བླ་མ་གི་དེ་ནི་ཆོས་དང་དེ་ནི་རང་གི་དད་པ་དང། དེ་ནི་ཆོས་གང་ལ་བརྟེན་མ་བརྟེན་མདོ་ལ་བརྟེན་དང་སྔགས་ལ་བརྟེན་སྔགས་གང་ལ་བརྟེན་མ་བརྟེན་དེ་ཐུན་མོང་མ་ཡིན་པ་གི་དད་པ་ག་འདྲ་ཞིག་བྱེད་ཀྱི་ཡོད། ཐག་ཉེ་ཆོད་ངེས་ཤེས་དེ་ཀུན་སྤྱོད་གསུམ་དེ་ག་འདྲི་སྤྱི་ནས་ངོས་འཛིན་གི་ཡོད་འདོད་ཀྱི་ལུགས་ངོས་འཛིན་གི་ཡོད་སྔགས་ཀྱི་ལུགས་ལ་ངོས་འཛིན་ནས་ཉམས་སུ་བླང་གི་ཡོད་སྐྱབས་སུ་འགྲོ་གི་ཡོད་དེ་དག་ལ་རག་ལས་དེ་ཡོད་རེད། དེ་ཡིན་དུས་ཀ་ཚང་དད་པ་དེ་གཙོ་ཆེ་ཆུང་རེད་དད་པ་མེད་ན་ནི། ཁ་ནས་འདོན་པ་འདོན་བཙན་བྱེད་ཀྱི་སྐྱབས་འགྲོ་འདོན་ན་ཡང། ནང་ལ་དད་པ་མེད་ཡིད་ཆེས་ཀྱི་དད་པ་མེད་ན་ནི། རྒྱལ་བ་མང་པོ་ལ་ཡང།

དེ། དུས་དེ་དེ་འདྲའི་ཆེད་རེད། ད། དོན་དེ་གང་གི་དོན་དུ་འགྲོ་དགོས་ཀྱི་ཡོད་ཟེར་ན། ད། དོན་དག་མང་པོ་མང་པོ་བཤད་ཡག་ཡོད་རེད་དེ། དོན་དག་ཚང་མ་ལོག་ཚོ་བསྡུ་བཞག་གི་ཡིན་ན། རིག་འཛིན་བི་མ་མེ་ཏྲ་གི་གསུང་ཡག་རེད་བི་མ་ལ་མེ་ཏྲ་གི། འཇིགས་དང་ཡོན་ཏན་དྲན་པས་འགྲོའོ། འཇིགས་ཟེར་མཁན་དེ་འཇིགས་པ་རེད་དེ། འཇིགས་པ་དེ་གང་རེད་ཟེར་ན། ཁམས་གསུམ་འཁོར་བ་ལ་འཁྱམ་ཕན་ཚུན་འཇིགས་པ་ཅིས་མ་གཏོགས་དང་སྡུག་བསྔལ་གཅིག་དང། འཇིགས་སྐྲག་ཅིས་མ་གཏོགས་རྩ་ནས་ཡོད་མ་རེད། ཁམས་གསུམ་འཁོར་བ་འདི་མཐོ་དམན་གང་དུ་སྐྱེས་ཀྱང་སྡུག་བསྔལ་ཅིས་མ་གཏོགས་སྡུག་བསྔལ་གྱི་ཡོ་ལང་སྡུག་བསྔལ་གྱི་རྒྱུ་སྡུག་བསྔལ་གྱི་འབྲས་བུ་མ་གཏོགས་རྩ་ནས་བདེ་བ་ཡོད་མ་རེད། དཔེ་ཆ་ཤ་ཁྱི་ཡིན་ན་དམྱལ་བ་ལ་སྐྱེས་ན་ནི་ཚ་གྲང་གི་སྡུག་བསྔལ་ཡོད་རེད་ཡི་དྭགས་ལ་སྐྱེས་ན་ནི་བཀྲེས་སྐོམ་གྱི་སྡུག་བསྔལ་ཡོད་རེད། དུད་འགྲོ་ལ་སྐྱེས་ན་ནི་གླེན་ལྐུགས་དང་བཀོལ་སྤྱོད་ཀྱི་སྡུག་བསྔལ་ཡོད་རེད། མི་ལ་སྐྱེ་ན་ནི་དེ་ནི་སྐྱེ་བའི་གི་སྡུག་བསྔལ་རྒ་བའི་གི་སྡུག་བསྔལ་ན་བའི་གི་སྡུག་བསྔལ་འཆི་བའི་གི་སྡུག་བསྔལ་ཡོད་རེད། དེའི་ཐོག་ཏུ་དེ་ནི། དགྲ་སྡང་བ་དང་བྲལ་བའི་གི་སྡུག་བསྔལ་གཉེན་བྱམས་པ་དང་འདྲ་བའི་གི་སྡུག་བསྔལ། རང་གི་དེ་ནི་མི་འདོད་པ་དེ་གང་ཡོད་ན་མི་འདོད་པ་དེ་ཐོག་ཏུ་བབ་པའི་གི་སྡུག་བསྔལ། དེ་རང་གི་འདོད་པ་དེ་གང་འགྲུབ་ཡོད་གི་ཅིག་འདོད་པ་ཡོད་པ་ཡིན་ན་དེའི་འདོད་པ་དེ་ཐོག་ཏུ་མི་འཁེལ་བ་གི་སྡུག་བསྔལ། དེ་བྱེད་དུས་ཀུན་བཟང་མི་ལ། སྤྱིར་གྱི་སྐྱེ་བ་རྒ་བ་ན་བ་འཆི་བ་དེའི་ག་ལ་དེ་ནི། དགྲ་ཟླ་དབང་དང་ཕྲད་པའི་གི་སྡུག་བསྔལ་གཉིས་འཇམ་དཔའ་དང་འདྲ་བའི་གི་སྡུག་བསྔལ། མི་འདོད་པ་ཐོག་ཏུ་བབ་པའི་གི་སྡུག་བསྔལ་འདོད་པ་དེ་ཐོག་ཏུ་མི་ཁེལ་བ་གི་སྡུག་བསྔལ་སྡུག་བསྔལ་ཆེན་པོ་བརྒྱད་དེ་གི་མི་དྲག་ཤིང་ག་འདྲི་ཅན་ཡིན་ན་ཡང་སྡུག་བསྔལ་དེ་གི་གདུང་བསྡད་ཡོད་རེད་ཚང་མ་ཀློག་གི་ཧ་གོ་དོན་གསལ་ཤིན་ཏུ་དེ་གཞལ་ཡས་ཁང་ཡོང་བར་ང་ཚོས་མིག་མཐོང་བསྡད་ཡོད་དེ་རེད། མིག་ལ་སྡུག་བསྔལ་ག་ཚད་འདུག་གི་འཛམ་བུ་གླིང་ལ། དེ་འདྲ་ཅིག་རེད་དེ་དེ་ནི་ལྷ་མ་ཡིན་ལ་སྐྱེས་ན་ནི་འཐབ་རྩོད་དང། དམག་འཁྲུག་དང་ཕྲག་དོག་གི་སྡུག་བསྔལ་ཁོ་ན་གི་གདུང་བསྡད་ཡོད་རེད་གསུངས་ཡོད་རེད་དེ། ལྷ་ལ་སྐྱེས་ན་ནི། དེ་ནས་འཆི་འཕོ་ལྟུང་བྱེད་ཀྱི་སྡུག་བསྔལ་ལྷ་ཡི་བདེ་བ་དེ་ལ་བསམ་གྱིས་མི་ཁྱབ་པ་བློ་ཆགས་འདོད་ཡོན་ལ་གཡེང། དེ་འདྲའི་འཆི་འཕོའི་གང་ཟག་དེ་ནི་ཆོས་བསྒྲུབ་ལོང་སྨྲས་པ་དེ་ནམ་ཞིག། བདེ་བའི་གི་རྒྱུ་དང་འབྲས་བུ་དང་འགྲོ་བ་ཚར་སོང་དེ་ནི་ཡང་ངན་སོང་ལ་མར་ལྷུང་འགྲོ་གི་ཡོད་རེད། དེ་འདྲའི་གི་སྡུག་བསྔལ་ཡོད་རེད་གསུང་གི་ཡོད་རེད་ད། དེ་འདྲའི་ཡོད་པའི་གང་ཟག་དག། འགྲོ་བ་རི་རོ་འདི་གང་དུ་སྐྱེས་ཀྱང་སྡུག་བསྔལ་ཁོ་ན་ལ་མ་གཏོགས་མེད་པ་ཡིན་པས་ན།

སྡུག་བསྔལ་ཙམ་ནི་ཡོད་མ་རེད། གང་ཡིན་ཟེར་ན་དེ་དུས་སྡུག་བསྔལ་གྱི་རྒྱུ་དང་འབྲས་བུ་ཚང་མ་ལོག་ལྟ་ཚར་རེད་སྤངས་ཚར་རེད། སྡུག་བསྔལ་གྱི་རྒྱུ་དང་འབྲས་བུ་ཚང་མ་ལོག་བག་ཆགས་དང་བཅས་པ་ཚང་མ་ལོག་སྤངས་ཚར་ན། དེ་བདེ་བ་ཅན་མ་གཏོགས་སྡུག་བསྔལ་ཙམ་ནི་ཡོད་མ་རེད་བདེ་བ་དེ་ཡང་ཟག་བཅས་ཀྱི་སྡུག་བསྔལ་ཡང་སྡུག་བསྔལ་གྱི་རྒྱུ་གྲུབ་པ་དེ་ཀུན་གྱི་ཟག་བཅས་ཀྱི་སྡུག་བསྔལ་དེ་ནང་བཞིན་མ་ཡིན་པ། དེ་ནི། སྐུ་དང་ཡེ་ཤེས་ཡོན་ཏན་གྱི་དེ་ནི་བསམ་གྱིས་མི་ཁྱབ་པ་ཀྱི་ཡོན་ཏན་ཚད་མེད་པ་ལྔ་བདེ་བས་ན། དེ་ནི། སངས་རྒྱས་ཀྱི་ཡོན་ཏན་བསམ་གྱིས་མི་ཁྱབ་པ་རེ་བདེ་བ་རེད། བདེ་བ་ཁོ་ན་ཟག་བཅས་ཀྱི་བདེ་བ་ལྟ་བུ་མ་ཡིན་པར་ཟག་མེད་ཀྱི་བདེ་བ་ཁོ་ན་ཡིན་པས་ན་དེ་ནི་བདེ་བ་རང་རེད་བདེ་བ་རེད། དེ་ཡིན་དུས་གང་ཟག་བདེ་བ་དེ་དག་ཐམས་ཅད་ཡོན་ཏན་རེད་བདེ་བ་རེད། ཡོན་ཏན་དེ་དག་ཐམས་ཅད་སྐུ་དང་ཡེ་ཤེས་ཀྱི་ཡོན་ཏན་རེད་བདེ་བ་རེད། དེ། མང་པོ་མང་པོ་བསམ་གྱིས་མི་ཁྱབ་པ། མདོ་དང་བཀའ་རྩ་བསྟན་བཅོས་མན་ངག་མང་པོ་གསུངས་བཞག་པ་དེ་དག་ཐམས་ཅད་ཀྱི་སྙིང་པོ་དེ་ཚོ་བསྡུ་བཞག་གི་ཡིན་ན། དེ་ནས་རིག་འཛིན་བི་མ་མའི་རིགས་སུ་སོང་ང་བཞིན། འཇིགས་དང་ཡོན་ཏན་དྲན་པས་འགྲོ་ཟེར་མཁན་ཚིག་གཅིག་པུ་འདི་བློ་ལ་སིམ་ཐུབ་ན། དེ་དོན་དག་བསམ་གྱིས་མི་ཤེས་པ་ཕན་གྱི་རེད། འཇིགས་ཟེར་མཁན་དེ་ནི་འདི་ནི་ཁམས་གསུམ་འཁོར་བ་གི་སྡུག་བསྔལ་ལ་འཇིགས་པ་རེད། འཇིགས་པ་གི་དོན་དེ་ཁམས་གསུམ་འཁོར་བ་གི་སྡུག་བསྔལ་འདི་ལ་གཞལ་ནས་དེ་ནི། དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་དགོས་ཀྱི་རེད་གསུངས་རེད། ཡོན་ཏན་དྲན་པས་འགྲོ་འོ་ཟེར་མཁན་དེ། དཀོན་མཆོག་གསུམ་གྱི་ཡོན་ཏན་དེ་བསམ་གྱིས་མི་ཁྱབ་པ་ཚད་མེད་པ། སྡུག་བསྔལ་གྱི་རྒྱུ་དང་འབྲས་བུ་དང་ཚང་བཅས་སྤངས་ཚར་བ། དུས་རྟག་ཏུ་དེ་ནི་ཟག་མེད་ཀྱི་བདེ་བ་ཆེན་པོ་གི་ཡོན་ཏན། ཡེ་ཤེས་ཐམས་ཅད་ལ་ལོངས་སྤྱོད་ནས་བཞུགས་ཡོད་པས་དེ་དག་དེ་ཡོན་ཏན་རེད་བདེ་བ་རེད་དེ་ལྟ་བུ་གི་ཡོན་ཏན་དེ་རང་ལ་ཐོབ་པའི་གི་དོན་དུ་དེ་ནི། རང་ལ་དེ་ཐོབ་པའི་གི་དོན་དུ། མྱོང་བའི་གི་དོན་དུ་རང་དེ་ལ་ཐོབ་པའི་གི་དོན་དུ་རང་དེའི་གོ་ས་ལ་སླེབས་པའི་གི་དོན་དུ་དེ་ནི། སྐྱབས་སུ་འགྲོ་དགོས་གི་རེད་གསུངས་བ་རེད། དེ་ཕྱིར་དབེན་ས་འཇིགས་དང་ཡོན་ཏན་དྲན་པས་འགྲོ་གསུངས་པ་རེད། འཇིགས་ཟེར་མཁན་དེ་ཁམས་གསུམ་འཁོར་བ་གི་སྡུག་བསྔལ་ལ་འཇིགས་ནས་གསུངས་པ་རེད། ཡོན་ཏན་ཟེར་མཁན་དེ། སྲིད་པ། ཁམས་གསུམ་འཁོར་བ་གི་སྡུག་བསྔལ་ཐམས་ཅད་ལ་དཔག་ནས་ཞི་བ་མྱ་ངན་ལས་འདས་པའི་གི་སྐུ་དང་ཡེ་ཤེས་ཡོན་ཏན་བསམ་གྱིས་མི་ཁྱབ་པ་རྒྱས་གཏད་འོད་ཀྱི་ཡོན་ཏན་དེ་སངས་རྒྱས་ལ་ཡོད་རེད། དེ་ཡོད་ཀྱི་དབེན་ས་སངས་རྒྱས་ཀྱི་ཡོན་ཏན་དེ་དྲན་ནས་དེ་རང་ལ་ཐོབ་པའི་གི་དོན་དུ་དེ་ནི་སྐྱབས་སུ་འགྲོ་དགོས་ཀྱི་རེད་གསུངས་པ་རེད།

དགེ་འདུན་ནཱ་ག་དང་བསྐང་བ་ཡོད་ཀྱང་དེ་དག་ཐམས་ཅད་ཀྱི་དེ་ནི་སྐུ་དང་ཡེ་ཤེས་ཡོན་ཏན་ཚང་མ་ལོག་རང་གི་དེ་ནི་རྩ་བའི་བླ་མ་རང་ལ་ཆོས་སྟོན་ཐར་པའི་ལམ་སྟོན་མཁན་གྱི་བླ་མའི་དེ་ནི་བླ་མ་བསམ་གྱིས་མི་ཁྱབ་པ་དྲིན་ཆེན་པོ་དེ་ནི་མན་ངག་སྟོན་མཁན་དེ་ཀྱི་སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་ལ་ཚུར་འདུས་བསྟན་ཡོད་པ་རེད། ག་འདྲས་སུ་འདུས་བསྟན་ཡོད་རེད་ཟེར་ན་རྒྱལ་བ་ཀུ་མ་དེ་དག་ཐམས་ཅད་ཀྱི་ཡོན་ཏན་དེ་ག་རེ་ཡོད་པ། ཡོན་ཏན་དེ་ག་འདྲས་སུ་བྱས་ནས། དེ་ནས་རང་གི་རྒྱུད་ལ་འཇའ་དགུ་གི་ཡོད་པ་དེ་བླ་མ་དེ་གི་བྱེད་ཀྱི་ཡོད་རེད་བླ་མ་དེ་གི་རང་ལ་སྟོན་གྱི་ཡོད་རེད་དེ་ཅི་དགོས་བཀའ་སྩལ། དེ་ནས་སངས་རྒྱས་ཆོས་ལ་དགེ་འདུན་ཚང་མ་ལོག། བླ་མ་དེ་ལ་མདོས་གཏད་ཀྱི་ཡོད་རེད། དམར་ཡག་གི་ལུགས་ལ། ག་འདྲའི་སེམས་སྡུག་གི་ཡོད་རེད་ཟེར་ན། དེ་ནས་བླ་མའི་གི་སྐུ་དེ་ནི་ནི་བླ་མ་རང་རེད་དེ་བ་རེད་བླ་མ་རང་རེད་དེ་བ་རེད་བླ་མ་ང་རང་ཚོ་མཐོང་བདེ་ཡ་དེ་སེམས་ཅན་གི་དོན་གནང་ནས་རང་དེ་ལྷག་པར་དུ་རང་ལ་ཆོས་སྟོན་མཁན་བླ་མ་དེ་བླ་མ་རང་རེད་དེ་བ་རེད། དེ་ནས། གཟུངས་དེ་ནི་ནི་ཡི་དམ་རེད་དེའོ་རེད། གཟུངས་དེ་ནི་ནི་ཡི་དམ་རེད་དེའོ་རེད། ཡི་དམ་དེ་ག་རེད་ཟེར་ན་ཡི་དམ་གྱི་དངོས་གནས་འདྲ་མིན་གྱི། ཡི་དམ་གྱི་ངོ་བོ་དེ་ག་རེད་ཡི་དམ་གཟིགས་པའི་རྩ་བ་ག་རེད་ཟེར་ན། ཡི་དམ་གཟིགས་པའི་དངོས་གནས་འདྲ་མིན་གྱི་ལྷ། ཁྲོ་བོ་འདྲ་བོ་ཞི་བ་འདྲ་བོ་སྐུ་གཟུགས་འདྲ་བོ་ཆེན་པོ་ཡོད་དེ་གིན། ཡང་ན་འཇིགས་སྐྲག་ཚ་པོ་འདྲ་བོ་ཡང་ན་ཞི་བ་སྙིང་རྗེ་བོ་ཞི་བ་ཅིག་སྐུ་ཅིག་ཤར་ཅེ་ན་དེ་ཡི་དམ་རེད་བསམ་དེ་ཡང་དེ་ཡི་དམ་གྱི་སྐུ་རེད་ད་རེད། དད་པ་བྱེད་ས་ཀྱི་སྟེང་ལ་ཡག་པོ་དེ་རེད་དེ། ཡི་དམ་དངོས་མ་དེ་འདི་ལ་ཟེར་ཡ་མ་རེད། ཡི་དམ་དངོས་མ་གི་དོན་དེ་དག་པའི་གི་སྣང་བ་དེ་ལ་ཟེར། དག་པའི་གི་སྣང་བ། དག་པའི་གི་སྣང་བ་དེ་སུ་ལ་ཡོད་ར་ཟེར་ན་སངས་རྒྱས་ལ་ཡོད་རེད། དེ་སངས་རྒྱས་ཀྱི་དག་པའི་གི་སྣང་བ་དེ་ཆོས་རེད་དེ་ཡོད་རེད། དག་པའི་གི་སྣང་བ་ཆོས་དེ་ཡི་དམ་རེད་དེ་ཡོད་རེད་ངག་གི་ལུང་ལ། དེ་ཡིན་དུས་ད་ཚ། ཡི་དམ་ཟེར་ཚ་ན་ཡང་ན་ལྷ་ཁྲོ་བོ་ཡང་ན་མིན་ན་ལྷ་ཞི་བ། ཡང་ན་མིན་ན་སྐུ་གཟུགས་ཁ་དོག་སྔོན་པོ་དམར་པོ། དེ་ནས། ལུང་བསྟན། ལུང་བསྟན་མཁན། དེ་ནས། གང་ཡིན་ན་མིན་ན་ཅིག། བ་ཐང་ཀ་འདྲ་ཅིག་ལ་བ་དྲི་ཤ་རྒྱུ་ཡོད་པ་ཡང་ན་སྐུ་འདྲ་བ་ཅིག་ཤང་ཞིག་ཡོད་པ་འདི་ངའི་ཡི་དམ་ཡིན། ཡང་ན་མིན་ན་མོ་ནས་ཐོན་སོང་ངའི་ཡི་དམ་འདི་རེད་ཟེར་ཡང་ན་བླ་མ་ཡིན་འདི་གསུང་གི་འདི་ཡི་དམ་རེད་ཟེར་འདི་ཡི་དམ་རྡོག་རྡོག་བ་རྫས་འདྲ་བ་ཞིག་འདི་འདྲ་ཅིག་ལ་བསམ་སྐྱོན་ཡོད་ཨ་མ་རེད། ཡི་དམ་ངོ་མ་དེ་ཆོས་རེད་བདེ་བ་རེད་ཆོས་ངོ་མ་གི་སྙིང་པོ་ཆོས་ཀྱི་སྙིང་པོ་དེ་རྣ་བ་དག་པ་དེ་རེད་བདེ་བ་རེད། དེ་ཡིན་དུས་རྐང་ཚ་མདོག་གི་ལུགས་ལ།

བསམ་གྱིས་མི་ཁྱབ་པ་དྲི་མ་མེད་པ། སངས་རྒྱས་ཀྱི་ཐུགས་རྣམ་པར་མི་རྟོག་པའི་གི་ཡེ་ཤེས་ཀྱི། ཡོན་ཏན་དེ་གང་དུ་གནས་བདེ་བར་ཟེར་ན། ཆོས་ཀྱི་དབྱིངས་ལ་གནས་བདེ་བར་ཆོས་ཀྱི་དབྱིངས་སེ་དབྱིངས་སེང་དེ་རྒྱ་ཆེ་བའི་གི་དོན་རེད། དེ་ཡིན་དུས་ཀུན་བཟང། དབྱིངས་དེ་གི་རང་བཞིན་དེ་བསམ་གྱིས་མི་ཁྱབ་པ་རྒྱ་ཆེ་བ་ཞིག་རེད། རྒྱ་ཆེ་བའི་དེའི་ངང་དེ་ལ། སྐུ་དང་ཡེ་ཤེས་ཡོན་ཏན་ག་རེ་ཞིག་ཡོད་ན་དེ་དག་ཐམས་ཅད་དབྱིངས་དེ་གི་ངང་ལ་ཡོད་རེད་དབྱིངས་ནི་ཚུར་ཡོང་གི་ཡོད་རེད་དབྱིངས་དེ་གི་ངང་ལ་གནས་གི་ཡོད་རེད་དབྱིངས་ལ་ཕར་ཐིམ་འགྲོ་གི་ཡོད་རེད་དབྱིངས་ནི་འཆར་གི་ཡོད་རེད། དེ་ཅི་ལུས་གང་ཟག། དེ་ནི། དབྱིངས་འདི་ལ་ནམ་མཁའ་གི་དཔེ་བཞག་བཞག་རེད། དབྱིངས་འདི་ལ་ཆོས་ཀྱི་དབྱིངས་འདི་ལ་ཁ་ཟེར་ཞེས། ཁ་ཟེར་མཁན་དེ་ནམ་མཁའ་ཟེར་ཞེས། དེ་ལྟ་བུ་གི་དྲི་མ་མེད་པ་གི་ཆོས་ཀྱི་དབྱིངས་ཆོས་ཀྱི་སྐུ་དང་ཆོས་ཀྱི་དབྱིངས་གཉིས་སོ་སོ་མ་རེད་གཅིག་པ་རེད་བདེ་བ་རེད། དེ་ལྟ་བུ་གི་ཆོས་ཀྱི་དབྱིངས་སྟོང་པ་ཆེན་པོ་དྲི་མ་མེད་པ། བསམ་གྱིས་མི་ཁྱབ་པའི་གྱི་རང་བཞིན། དེ་ལྟ་བུ་གྱི་དབྱིངས་དེ་གི་མིང་ལ་ཁ་ཟས་ཞེས། དབྱིངས་ཀྱི་མིང་དེ་ལ། ད་དེ་ཁ་དེ་གི་ངང་ལ་སུ་འགྲོ་བ་རེད་ཟེར་ན་ཁ་དེ་གི་ངང་ལ་ཡེ་ཤེས་དང་ཡོན་ཏན་ཚང་མ་ངང་ལོ་འདོད་ཀྱིན་ཞེས་པ་ནང་བཞིན་དབྱིངས་དེ་གི་ངང་ལ་རིག་པའི་གི་ཡོན་ཏན་དང་ཡེ་ཤེས་ཚང་མ་ངང་ལོ་རྒྱས་ཡོད་རེད། རྒྱས་ནས། རིག་པའི་གི་ཡེ་ཤེས་དང་ཡོན་ཏན། ཇི་ལྟ་བུ་རྒྱ་ཆེ་བ་གྲངས་མང་བ་བསམ་གྱིས་མི་ཁྱབ་པ་ཇི་ལྟ་བུ་ཞིག་འབྱུང་ཡང་དབྱིངས་དེ་གི་ངང་ལ་འཇུག་གི་ཡོད་རེད། དེ་ཡིན་དུས་གང་ཚང་འགྲོ་ཞེས་རེད། བསམ་གྱིས་མི་ཁྱབ་པའི་འཇིག་རྟེན་ཡེ་ཤེས་དང་ཡོན་ཏན་གང་ལྟ་བུ་ཞིག་འཆར་ཡང་དབྱིངས་དེ་གའི་ངང་ལ་གནས་གི་ཡོད་རེད་དེ་ཡིན་ཙང་འགྲོ་ཞེས་པ་རེད། བསམ་གྱིས་མི་ཁྱབ་པའི་གི་སྐུ་དང་ཡེ་ཤེས་ཡོན་ཏན་ཇི་ལྟ་བུ་ཞིག་ཡོད་ཀྱང་དབྱིངས་དེ་གའི་ངང་ལ་འགྲོ་གི་ཡོད་རེད་དེ་ཡིན་ཙང་འགྲོ་ཞེས་བྱ་བ་རེད། མཁའ་འགྲོ་ཞེས་ད་མཁའ་འགྲོ་དེ་དགེ་འདུན་རེད། དེ་ཡིན་དུས་ཀ་ཙང་དགེ་ཟེར་མཁན་དེ་དག་ཆོས་ཀྱི་དབྱིངས་ཅེས་སྔགས་ཀྱི་ལུགས་ལ། ཆོས་ཀྱི་དབྱིངས་ཟེར་མཁན་དེ་སྟོང་པ་ཆེན་པོ་ཅེས་སངས་རྒྱས་ཀྱི་ཐུགས་རྣམ་པར་མི་རྟོག་པའི་ཡེ་ཤེས་ཆོས་ཀྱི་སྐུ་ཅེས། ད་དེ་གི་ངང་དེ་ལ་དུས་རྟག་ཏུ་གནས་པ་དེ་གང་རེད་ཟེར་ན་རིག་པ་རེད་རིག་པ་དེ་གཉིས་སུ་མེད་པར་ཆོས་ཀྱི་དབྱིངས་ངང་ལ་གནས་པ་རེད་དེ་ཡོད་དུས་གང་ཟག་དེ་ནི་འགྲོ་ཞེས་དེ་ནི་རིག་པ་དེ་ལ་ཡེ་ཤེས་དང་ཡོན་ཏན་བསམ་གྱིས་མི་ཁྱབ་པ་ཡོད་རེད་དེ་རིག་པའི་གི་ཡེ་ཤེས་ཡོན་ཏན་བསམ་གྱིས་མི་ཁྱབ་པ་དེ་ཐོགས་པ་མེད་པར་འཆར་ཡོང་དུས་གང་ཟག་དེ་འཆར་བ་དེ་ལ་མིང་དེ་ལ་འགྲོ་ཞེས་བཏགས་ཞེས་འགྲོ་གང་དུ་འགྲོ་ཟེར་ན་ཆོས་ཀྱི་དབྱིངས་ཀྱི་ངང་ལ་འགྲོ་དེ་གི་ཡོད་རེད་དུས་རྟག་ཏུ་འཆར་དེ་གི་ཡོད་རེད་འཆར་བ་དེ་ལ་འགྲོ་ཞེས་ནི་མིང་བཏགས་ཞེས་རེད་དེ་ཡོད་དུས་གང་འགྲོ་ཞེས་གང་འགྲོ་དེ་དགེ་འདུན་རེད་དེ་ཡོད་རེད། དེ་བཞིན་དུ་དང་སྔགས་ཀྱི་ལུགས་ལ། དེ་ནི་མདོ་གི་ལུགས་ལྟ་བུ་བྱས་ནས་སངས་རྒྱས་ལ་སྐྱབས། ཆོས་ལ་ལམ། དགེ་འདུན་ལ་གྲོགས་བྱས་ནས་ཟེར་རྒྱུ་ཡོད་མ་རེད་སྔགས་ཀྱི་ལུགས་ལ། སྔགས་རྫོགས་པ་ཆེན་པོ་ལ་སོགས་པ་བསམ་གྱིས་མི་ཁྱབ་པའི་ལུགས་ལ། སངས་རྒྱས་ཁོ་རང་རང་བླ་མ་རེད་བདེ་བ་རེད་བླ་མ་ཁོ་རང་གིས་དག་པའི་གི་སྣང་བ་དེ་གཉིས་སུ་མེད་པའི་གི་ཡེ་ཤེས་བསམ་གྱིས་མི་ཁྱབ་པ་དག་པའི་སྣང་བ་རེད་བདེ་བ་རེད་དག་པའི་སྣང་བ་དེ་ཆོས་རེད་བདེ་བ་རེད། ཆོས་དེ་ཡི་དམ་རེད་འདོད་རེད་ཆོས་དང་ཡི་དམ་གཉིས་སོ་སོ་རྩ་ནས་ཡོད་མ་རེད་དེ་སྣང་བ་དག་པ་དེ་ལ་ཡི་དམ་ཟེར་གྱི་ཡོད་རེད། ཡི་དམ་དངོས་མང་དེ་དག་པའི་གི་སྣང་བ་དེ་རེད། སྐུ་ཡི་སྣང་ཡང་དག་པའི་གི་སྣང་བ་གསུང་ཡི་སྣང་ཡང་དག་པའི་གི་སྣང་བ་ཐུགས་ཡི་སྣང་ཡང་དག་པའི་གི་སྣང་བ་ཡོན་ཏན་ཡི་སྣང་ཡང་དག་པའི་གི་སྣང་བ་ཕྲིན་ལས་ཡི་སྣང་ཡང་དག་པའི་གི་སྣང་བ་མ་དག་པ་སེང་གེ་སྤུ་ཙམ་ཡང་མེད་པ་ཞིང་ཁམས་ཡང་དག་པའི་གི་སྣང་བ་སྐུ་ཡང་དག་པའི་གི་སྣང་བ། ཐམས་ཅད་ལ་མ་དག་པར་སྐུ་དང་ཞིང་ཁམས་སེམས་ཀྱི་མ་དག་པ་དུས་དང་མིང་ཙམ་ཡང་མེད་པར་སྐུ་དང་ཞིང་ཁམས་ཐམས་ཅད་ལ་བསམ་གྱིས་མི་ཁྱབ་པ་ཚད་མེད་པ་དག་པ་དེ་ཡིན་པས་ན་དག་པ་ཟེར། ད་དག་པའི་གི་སྣང་བ་དེ་ལ་དེ་ནི་ཆོས་ཞེས། ད་མདོ་གི་ལུགས་ལ། ཐེག་པ་ཆེན་པོ་གི་ལུགས་ལ་ད་སྔགས་ཀྱི་ལུགས་ལ་དེ་ཆོས་དེ་ཡི་དམ་རེད་དེ། ཡི་དམ་སེམས་དེ་གང་རེད་ཟེར་ན། རྩ་ནི་འབྲལ་བ་མེད་པ་རེད་དོ། འབྲལ་བ་མེད་པ་གཉིས་སུ་མི་ཕྱེད་པ་རེད་དོ། སངས་རྒྱས་ཀྱི་ཐུགས་ནི་ཆ་ཤས་ཡིན་ན་དེ་ཡིན་དུས་གང་ཟག་དག་པའི་གེགས་ཆོད་དེ་ལ་ཡི་དམ་ཞེས། ད་ད་ལྟ་ང་རང་ཚོས་ལམ་ཉམས་སུ་བླངས་པའི་སྐབས་སུ་དེ་ཡི་དམ་དེ་བསྟེན་དགོས་པ་ག་རེ་རེད་ཟེར་ན། ལྷ་གང་བསྒྲུབ་ནའི་ད་དེ་དུས་རྟག་ཏུ་མི་སྤང་ཟེར་བྱང་ཆུབ་ཀྱི་གོ་འཕང་མ་ཐོབ་བར་དུ་དུས་རྟག་ཏུ་མི་སྤང་ངོ་ཟེར་བཞིན་བཤད་པ་ཡིན་ཙང་དེ་ནི་ཡིད་ལ་དམ་བཅའ་བ་རེད་ན་འདྲ་པོ་ཅིག་ཀྱང་སྐྱེས་ནས་ད་ངེད་ཅག་ནི་སྤང་གི་མེད། དེ་གང་སྤང་གི་མེད་ཟེར་ན་ཆོས་སྤང་གི་མེད་ཞེས་རེད།

སྐུ་དང་ཞིང་ཁམས། ཡེ་ཤེས་ཚངས་མ་ལོ་དག་པ། སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་ཐམས་ཅད་ལོ་དག་པ། དག་པ་ཡིན་དུས་དག་པ་དེ་གི་ཡོན་ཏན་དེ་བསམ་གྱིས་མི་ཁྱབ་པ་ཚད་མེད་པ་ཡིན་དུས་གང་ཟག་དེ་དེ་གི་མིང་ལ་ཆོས་ཞེས་བྱ་བ་དང། དེ་ཡིན་དུས་གང་ཟག་དེ་ཆོས་འདི་འདྲས་ཞིག་གོ་དགོས་ཀྱི་རེད་མ་གཏོགས་ཡིན་གཅིག་མིན་གཅིག་ཡང་ན་མེད་ན་ཙཀ་ལི་བྲིས་བཞག་པ་འདྲ་པོ་ཅིག་སྐུ་བྲོ། ཞི་བ། ཡང་ན་མེད་ན་ས་སྐུ་བཞེངས་བཞག་པ་འདྲ་པོ་ཅིག། ཡང་ན་མེད་ན་ནི་རང་གི་དངོས་གནས་དྲིན་ལན་ལྷག་ཅིག་བསྒོམ་དགོས་ཡོད་སྲིད་ད་དེ་ཁ་དོག་སྣ་མང་འཇའ་ཚོན་སྣ་ལྔར་བསྒོམ་གྱི་ཡོད་ན་འདྲ། གང་ཡིན་ན་ཅིག་ཀུན་མཐུན་འདི་ལ་བསྒོམ་དགོས་ཡོད་བསམ་རང་གི་མདུན་དེ་ལ་ཡང་ན་མེད་ན་རང་བསྒོམ་དགོས་ཡོད་བསམ། ད་དེ་ཡི་དམ་ཡིན་བསམ་དེ་ན་དེ་ཡི་དམ་རེད་བལྟས་པར་ཏེ། ཡི་དམ་གྱི་ངོ་བོ་ངོ་མ་དེ་དག་པས་ཀྱི་སྣང་བ་དེ་རེད་བལྟས་པར། ཡི་དམ་གྱི་ངོ་བོ་ངོ་མ་དེ་ཆོས་དེ་རེད་བལྟས། ཆོས་ཀྱི། སྙིང་པོ་ངོ་མ་དེ་དག་པས་སྣང་བ་རེད་བལྟས་པར། དག་པས་ཀྱི་སྣང་བ་ཅི་ཟེར་བས་དག་པས་སྣང་བ་གང་རེད་ཟེར་ན། མ་དག་པ་གི་སྣང་བ་ལུས། མ་དག་པ་གི་སྣང་བ་ངག། མ་དག་པ་གི་སྣང་བ་སེམས། འདི་དག་ཐམས་ཅད་མེད་པ། འདི་དག་གི་སྣང་བ་མེད་པ། སྣང་བ་གང་འཆར་བ་ཐམས་ཅད་ལ་སྐུ། སྣང་བ་གང་འཆར་བ་ཐམས་ཅད་ལ་གསུང། སྒྲ། སྣང་བ་གང་འཆར་བ་ཐམས་ཅད་ལ་སྐུ། སྒྲ། སྒྲ་གསལ་བྱེད་པོ་ཐམས་ཅད་ལ་སྟེ་ནི། དག་པའི་གི་སྣང་བ་དེ་གི་སྟེ་ནི་འབྱུང་བ་དེ་གི་གསུང། གཉིས་སུ་མེད་པའི་གི་གསུང། དྲན་རྟོག་གང་འདྲ་ཅི་འཆར་ན་དེ་དག་ཐམས་ཅད་དེ་ནི་ཐུགས། མ་དག་པ་གི་སེམས་མ་ཡིན་པ། དེ་ཡིན་དུས་ཀྱང་ཚོར་མ་དག་པ་གི་ལུས་མ་དག་པ་གི་ངག་མ་དག་པ་གི་ཡིད་འདི་དག་ཐམས་ཅད་མ་ཡིན་པ་གི་དེ་ནི་དག་པའི་གི་སྐུ་དག་པའི་གི་གསུང་དག་པའི་གི་ཐུགས་ཡེ་ཤེས་འོ་འདི་དག་ཐམས་ཅད་གཉིས་སུ་མེད་པ་བསམ་གྱིས་མི་ཁྱབ་པ་གྲངས་མེད་པ། ནམ་མཁའ་དང་མཉམ་པ་ཆོས་ཀྱི་དབྱིངས་དང་མཉམ་པ་གི་ཆོས་ཡོད་རེད་ད་དེ་གི་མིང་ལ་ཆོས་ཟེར་གྱི་ཡོད་རེད་ཆོས་དེ་དག་པའི་སྣང་བ་ཡིན་དུས་དེ་ལ་ཡི་དམ་ཟེར་གྱི་ཡོད་རེད་ཡི་དམ་དངོས་མ་དེ་དེ་རེད་ད་ཡོད་རེད་དེ་ཡིན་དུས་ཀྱང་ཚོར་ད། དེ་ཡི་དམ་ཅེས། ད་དེ་ཡང་བླ་མ་ལ་ལོགས་སུ་གྱུར་པ་མེད་པ་ཅེས་སངས་རྒྱས་ལ་ལོགས་སུ་གྱུར་པ་མེད་པ་ཅེས་ཡི་དམ་དེ་དག་ཆོས་ཏེ། སྔགས་ཀྱི་ལུགས་ལ། ད། དགེ་འདུན་སེང་གེ་འདི་མཁའ་འགྲོ་ཅེས་མཁའ་འགྲོ་དེ་ཡང་དག་བླ་མ་དང་ཡི་དམ་ལ་ལོགས་སུ་གྱུར་པ་མེད་པ་ཅེས་གང་ཡིན་ཟེར་ན་བླ་མའི་གི་ཐུགས་དེ་ཆུ་སྐུ་རེད་བདེ་བ་རེད་བླ་མའི་ཐུགས་ཆུ་སྐུ་དེ་གི་ངང་དེ་ལ་ཡེ་ཤེས་ཀྱི་ཡོན་ཏན་ཚང་མ་ལོ་བརྒྱད་ནས་འགྲོ་བདེ་གི་ཡོད་རེད་དུས་རྟག་ཏུ་གྲངས་དམའ་བ་དེ་ཡིན་དུས་གང་ཚང་དགེ་འདུན་འདུན་སེང་གེ་འགྲོ་བ་རེད་དེ་ཡིན་དུས་གང་ཚང་སྔགས་ཀྱི་ལུགས་ལ། དེ་ནི་དགེ་འདུན་འདི་ཡང་དེ་ནི་བླ་མ་རང་རེད་ཀྱང་རེད། དེ་ནི་བླ་མིང་གི་གསུང་སྲི་ན་འདྲ་སྐུ་སྲི་ན་འདྲ་ཐུགས་སྲི་ན་འདྲ་མ་དག་པ་གི་སྣང་བ་རྩ་ནས་མེད་པ་སྐུ་དག་པ་གསུང་དག་པ་ཐུགས་དག་པ་ཡོན་ཏན་དག་པ་ཕྲིན་ལས་དག་པ་དག་པ་གཙང་གཙང་ཡིན་དུས་གང་ཙམ་དག་པའི་གི་སྣང་བ་འབའ་ཞིག་དག་པའི་གི་སྣང་བ་ཁོ་ན་ཡིན་དུས་གང་ཙམ་དེ་གི་མིང་ལ་ཆོས་ཞེས་དེ་ནི་དག་པའི་གི་སྣང་བ་ཆོས་དེ་ཡི་དམ་རེད་ཀྱང་རེད་དེ་འདྲའི་སྲི་བྱེད།